རྒྱལ་སྤྱིའི་གསང་རྒྱུད་ས་ཡང་ག་བོད་པའི་གྲོགས་པོ་གྲོགས་མོ་ཚོ་ཁམས་བཟང་དེ་རིང་ནི་ཕྱི་ལོ་ཉིས་སྟོང་གྱ་མེད་ཉིན་གཙག་ཕྲུག་སྤྱི་ཟླ་བཞི་པའི་ཚེས་ལྔ་རེས་གཟི་ཉི་མ་རེའི་གུང་མོ་བསྟན་འཛིན་རྣམ་བཅུ་ཡིན་དེ་རིང་སླར་ཡང་རྒྱལ་སྤྱིའི་ཐོག་སྐད་གྲགས་ཆེ་བའི་གསང་རྒྱུད་ཁ་ཤས་ཤིག་མཉམ་སྤྱོད་ཞུ་འོས་པས་ཐུགས་སེམས་ལྷོད་ལྷོད་བྱེད་སེམས་ཟིན་ན་རུང་ན། དེ་རིང་མཉམ་སྤྱོད་ཞུ་འོས་ཀྱི་གསང་རྒྱུད་དང་པོ་དེ་ག་རེ་འདུག་ཞུས་པས་ན་ཨ་རི་དང་འབྲེལ་བའི་གསང་རྒྱུད་ཞིག་འདུག་ཨ་རིའི་རྒྱལ་སྤྱིའི་ས་ཁང་ནང་ག་རེ་མཉམ་སྤྱོད་བྱས་འདུག་ལབ་པས་ནི་སྙེ་མ་གིས་ཨི་རན་གྱི་དམག་སྤྱི་ཟུར་པ་ཞིག་འདུག་བ་ཁོ་རང་གྲོངས་ཚར་ཤག་ཡིན་ནའི་ཁོང་གིས་པིང་རྒྱ་ཨ་འབྲས་ཡོ་རེས་ཨ་རིའི་ནང་ལོགས་ལ་འོང་དེ་ཚོ་འཛིན་བཟུང་བྱས་ཚར་བ་ཡིན་ཆེས་རྗེས་རྒྱལ་སྤྱིའི་ས་ཁང་ནང་མཉམ་སྤྱོད་བྱེད་ཤགས་དེ་དང་འབྲེལ་བའི་གསང་རྒྱུ་ཞུ་ཐུགས་གསན་རོགས་གནང། སྙེ་མ་གིས་ཨི་རན་གྱི་དམག་སྤྱི་ཆེན་པོ་ཞུ་ཐུགས་ཁོང་གི་མཚན་ལ་ཁོ་སུམ་སོ་ལི་མ་ནི་སི་ཁོ་རང་ཆ་མཚོན་པ་ཡིན་ན་དུས་ཚོད་ཅིག་ལ་ཨི་རན་གྱི་དམག་སྤྱི་ཆེན་པོ་ཆེ་ཨི་རན་གྱི་ཡོད་ན་མེད་ན་ཅིག་ཆགས་བསྡད་ཤགས། སྤྱི་ལོ་གཅིག་སྟོང་དགུ་བརྒྱ་ལྔ་བཅུ་ང་བདུན་གྱི་སྤྱི་ཟླ་གསུམ་པའི་ཚེས་བཅུ་གཅིག་གི་ཉིན་མོ་དེ་ལ་ཨི་རན་གྱི་གྲོང་གསེབ་མཁར་མིན་ཞི་བ་ཞུ་འོང་དེ་ལ་སྐྱེ་ཤག་ཁ་ཆེ་གི་གསར་བརྗེ་གི་སྲུང་སྐྱོབ་དམག་དཔོན་ཡང་རེད་ཤག་ལ་ནི་ཕྱི་རྒྱལ་གི་དམག་དཔུང་ལ་ཁ་བདེ་བྱ་གི་ཨི་རན་གི་དམག་འབྱོར་བ་འོང་དེ་གི་དམག་སྤྱི་ཆེ་ཤོས་དེ་རེད་ཤག་སྙེ་མ་ཡིན་ན་ཁོ་རང་གི་ར་བ་ཨི་རན་ན་ལོར་ཡོད་པའི་དམག་མི་དེ་ཚོ་ཚང་མ་ལོ་སྟངས་འཛིན་བྱས་རྗེས་དེ་ན་ཞིག་གི་དམིགས་བསལ་གི་ཆུ་ལོག་ཨི་རན་ཆུ་ལོག་ལ་ཡོད་པའི་ནི་དགྲ་ཁ་བདེ་ཟེར་བ་དེ་ཚོ་ལ་ཁ་བདེ་བྱ་གི་ས་བོན་ཐོག་ནས་ལས་ཀ་བྱས་ད་བཀའ་བཏང་ཡང་དག་དེ་ཚོ་ཚང་མ་བྱེའུ་དུག་རེད་བ། དམིགས་བསལ་ཁོ་རང་གར་སྐད་གྲགས་ཆེན་པོ་ཆགས་འདུག་ལབ་ཡོད་ན་སྙེ་མ་ཨི་རག་དང་སི་རི་ཡ་ལེ་བྷ་ནོན་དེ་ཚོའི་སྐབས་སུ་དམག་བརྒྱབ་འདུག་ཡིན་ན་ཁོ་རང་རྒྱལ་ཁ་ཐོབ་བྱས་རེད་བ། སྐད་གྲགས་ཆེན་པོ་ཞེའུ་ཆགས་རེད་ལབ་ན་གོ་གནས་ཡང་ཆེན་པོ་ཞེའུ་ཆགས་ཤག། ཨི་རན་གྱི་ཆ་མཚོན་མེད་ན་སྙེ་མ་ཁོ་རང་ཡོད་པའི་སྐབས་སུ་ཡིན་ན་ཁོ་རང་རྒྱལ་ཁབ་ཀྱི་དཔའ་བོ་ཅིག་རེད་ཨིན་སྐད་ནང་ཞུབ་ན National Hero ཟེར་འདུག་བ་འོང་དེ་འདྲའི་ཅིག་ངོས་འཛིན་བྱེད་འོ་རེད། ཡིན་ནའི་ཨ་རི་ཡིན་ན་མི་དེ་ཡིན་ན་ཉེན་ཁ་ཚ་ཤོས་ཀྱི་མི་ཅིག་ཡང་ངོས་འཛིན་བྱེད་བསྡད་ཤག། དམག་སྤྱི་ཡིན་པའི་སྐབས་སུ་ཡིན་ན

ཨ་རིས་ག་འདྲའི་གསལ་དུ་ལབ་ཡོད་ན་ཉིས་སྟོང་བརྒྱ་མེད་ཉི་ཤུ་གི་སྤྱི་ཟླ་དང་པོའི་ཚེས་གསུམ་གྱི་ཉིན་མོ་དེ་ལ་མི་དེ་ད་ལྟ་ཨི་རག་ནང་ལོགས་ལ་གནམ་ཐང་ཞིག་ཏུ་རེད་པ་རྒྱལ་སྤྱི་གི་གནམ་ཐང་དེའི་མིང་ལ་ག་རེ་ཞིག་ཏུ་ལབ་ཡོད་ན Baghdad International Airport ཟེར་གི་འོང་སྟེ་གི་གཡས་གཡོན་དེ་བར་གྱི་ལ་འགྲོ་བསྡད་ཡོད་རེད་ས་འགྲོ་བསྡད་པའི་སྐབས་སུ་ཡིན་ན་ཨ་རིས་གི Drone ལས་བྱུང་བ་འོང་སྟེ་བཏང་བྱས་ཡོད་ན་མི་དེ་བསད་བཞག་སྤྱི་ཟླ་དང་པོའི་ཚེས་གསུམ་ཉིས་སྟོང་བརྒྱ་མེད་ཉི་ཤུ་གི་ཉིན་མོ་དེ་ལ་འོང་སྟེ་བསད་ཚར་བའི་རྗེས་སུ་ཡིན་ན་ཨི་རག་ནང་ལོགས་ལ་ཁོང་ཁྲོ་ཞིབ་ཆེ་ས་ཆ་རེད་པ་ཁོང་ཚོའི་གི་རྒྱལ་ཁབ་ཀྱི་དཔའ་བོ་དེ་བསད་སོང་ཆེ་ཆེ་ཡིན་ན། ཨི་རན་སྐད་ཡིན་ན་ཨ་རིའི་གི་མ་གང་མང་པོ་སྤྱི་ལོ་ནི་བྱབ་ཁུལ་ཡང་བྱས་པ་རེད་ད་མི་དེ་བསད་པའི་རྐྱེན་བྱས་ཡིན་ན། ད་ད་ལྟའི་རྒྱལ་སྤྱིའི་ས་ཁང་ནང་ཡིན་ན་མི་དེའི་སྤིན་རྒྱག་གཉིས་འཛིན་བཟུང་བྱས་པ་རེད་གསར་པ་སྤིན་རྒྱག་དེ་ཚོ་སུ་སུ་རེད་དོ་ག་ནས་འཛིན་བཟུང་བྱས་དོ་ལབ་ཡིན་ན་ཨ་རི། སྙན་དམག་གིས་བསྡད་ཚར་བའི་ཨ་རི་བསད་ཚར་བའི་ཨི་རན་གྱི་དམག་སྤྱི་ཆེན་མོ་དེའི་གི་པིན་གྱ་གཉིས་འདུག་བ་དེ་ཚོ་གཉིས་མིང་ལ་གར་སིག་ཏུ་ལབ་ཡིན་ན་གཅིག་ལ་ཧ་ནི་སོ་ལི་མ་ནི་ཨ་སི་ཕར་ལེ་ཞུ་དུ་དེ་ཡིན་ན་མི་དེའི་གི་དམག་སྤྱི་དེའི་གི་ཚ་མོ་རེད་ས་ཚ་མོ་ཞུ་དུ་དེ་ཀི་རན་ནི་སི་གི་སྤུ་གུ་སྤུ་གུ་ཡོད་པ་འོང་རྒྱ་གཅིག་རེད་ཤག་སུ་ཁུ་གཉིས་གཉིས་ཡིན་ན་ཨ་རི་གི་ཨའི་ཞུ་བ་ཉེན་རྟོག་པས་ཡིན་ན་འཛིན་བཟུང་བྱས་བཞག། འཛིན་བཟུང་བྱས་མ་ཚེ། ཁོ་ཚོའི་གི Green Card བྲུས་པ་ཨ་རི་ནང་བསྡད་ཆོག་པའི་ལག་གི་བོང་དེ་ཡང་ཕར་འཕྲོག་ཚར་བཞག། ད་ལྟ་ཁོ་གཉིས་གཉིས་འཇུ་ས་དེ་ཡིན་ན LA ལས་བྱུང་བ Los Angeles ད་ལྟ California ནང་ལོགས་ཡོད་པའི་གྲོང་ཁྱེར་ཆེ་ཤོས་ཤིག་ཏུ་བ LA ཞེས་པ་དེ་ལ་ཡོད་རེད། ཁོ་ཚོ་བསྡད་དེ་བཞག། བོང་དེ་ནི་ཨ་རིར་འཛིན་བཟུང་བྱས་བཞག། ཨ་རི་ནང་ལ་ཁྲིམས་མཐུན་བྱས་དེ་འབྱོར་བ། མཚམས་བཞག་ཡིན་གནས་བབ་དེ། ནས་སོ་ལི་མ་ནི་ལའི་ཀྱི་བུ་སྨན་ཞུ་བ། ནས་ཨ་རི་ན་ལ་བསྡད་པའི་སྐབས་སུ་ཟེར་བ། ཨ་རི་ན་ལོ་ལ་ཁོ་ཚོའི་ཀྱི་ཨི་རན་གྱི་རྟ་མཆོག་ཞེ་ན་ཚ་བོ་དེ་དར་སྤེལ་བཏང་ཡང་ཆེ་རེད་བ། དེ་ནས་ཨི་རན་གྱི་ཨ་རིའི་དམག་མི་བསད་པ་དང་འཛིན་བཟུང་བྱེད་དུས་ཙམ་པས་ཡིན་ན་ཨ་རི་ན་ལོ་ལ་དང་ཨ་རི་གྱི་ས་ག་ལ་ཡིན་ན་ལྟོས་ར་བཏང་ཡང་ཆོད་རེད་བ་ཨི་རན་མི་འཇོན་པོ་འདུག་ཨ་རིག་གི་དམག་མི་གསལ་བོ་རེད་ཏག་ཏག་རེད་བྱས་བྱས་དེ་ལས་སྲུང་བརྩི་བྱས་བྱས་རེད་པ་དེ་འདྲ་བྱེད་ཀྱི་འདུག་དམིགས་བསལ་གྱི་ཡིན་ན་ཁོ་རང་ཚོ་གི Supreme Leader ལ་ཤོར་བ་ད་དེ་ཡག་པོ་རེད་དེ་སྐད་གྲགས་ཆེན་པོ་རེད་དེ་གལ་ཆེན་པོ་རེད་བྱས་བྱས་དཔོན་པོ་དེ་ལ་བསྟོད་ར་བཏང་བྱས་ཡིན་ན་སྤྱི་ཚོགས་དྲ་ལམ་དང་ད་མོ་རང་གི་གཡས་གཡོན་ལ་ཡོད་སྐྱོར་གྱི་མི་དེ་ཚོས་ཕྱི་ལ་སྐོང་བཅེར་བ་དེ་འདྲས་ཀྱི་ལས་ཀ་མང་པོ་ཞིབ་ཅིག་སྤེལ་གྱི་འདུག་བསམ། མོ་ཡིན་ན་དཔེ་ཆ་ལ་ཐོགས་པ་མེད་སྐྱོ་བྱོས་པ་མི་ལ་དཔེ་ཆ་སྤྲད་བྱས་ཡིན་ན་ཀླད་པ་བཀྲུས་བྱས་གནས་ཚུལ་སྤེལ་རེས་བྱོས་པ་པོ་པོ་རྒན་འདྲ་ཟིག་དོགས་སྔོན་དེ་འདྲས་བྱེད་ཀྱི་བསམ། ཨེལ་ཨེལ་ཨེ་ཞུ་དོགས་སྔོན་དེ་ནང་ལོར་བསྡད་ཡོད་རེད་བསམ། དེ་དུས་ཙམ་པ་ཡིན་ན་ལ་བེས་ལཱིབ་སྟཱིལ་ཟིག་དོགས་ཨིན་སྐད་ནང་བཤད་པ་ན་དེ་ཡིན་ན་རྒྱས་སྤྲོས་ལོངས་སྤྱོད་ཆེ་སྟེ་བྱོས་པ། དེ་རྒྱུ་ཁོ་རུ། སངས་ཡོར་སི་ཏཱ་ཁང་པ་རྫིག་པོ་དེ་ཅེར་བ། ཕྱུག་པོ་བཞི་བཅས་རེད། དེ་ཚང་དངུལ་ཡོད་པའི་རྐྱེན་བྱས་ན་དངུལ་འདི་བེད་སྤྱོད་ལོག་པ་བཏང་བྱས་ཡིན་ན། ཨ་རིག་གི་ས་ག་ལ་རུ་བ་ཨ་རིག་གི་སྡུག་ཅག་རེད། ཨ་རིག་གི་དམག་མི་དེ་ཚོ་བྱུང་དུས་དེ་ཚོ་ལ་དགའ་སྟོན་བྱས་སོང་རེད་ད། ད་ཁྲིམས་འགལ་གྱི་ལས་ཀ་མང་པོ་བྱེད་འདུག་ས་འཇིག་རྒོལ་རིང་ལུགས་པ་ལས་ཚོགས་པ་ཚོགས་པ་དེ་ཚོ་ལ་རྒྱབ་སྐྱོར་བྱས་དངུལ་སྤྲད་བྱས་རེད། དམག་སྤྱི་གི་པིན་རྒྱ་དེ་ཉིད་ཉིད་ཡིན་ན་ད་ལྟའི་ཆ་ནས་བཀག་ཉར་བྱས་ཅེར་བ། Deportation སིད་ཏུ་ཨི་རན་ལ་ཕ་པི་ཡལ་བྱས། དེ་འབྲེལ་གྱི་བྱ་ཞིག་ཡོད་གསུངས་བཞག་དེ་ནས་ཡིན་ན་མོས་ཀྱིས་ཁྱོ་ག་འཇོ་རེས་ཨོང་དེ་ཨ་རི་ནང་ལོག་ལ་འཛུལ་མ་ཆོག་པ་ཅིག་བཟོ་གི་ཡིན་གསུངས། དེ་རིང་གི་ཟླ་བ་ནང་ལ་མར་ཀིའོ་རུ་པི་ཡོ་ལགས་ཀྱིས་གར་གསུངས་མདོར་ལབ་ཡིན་ན་ཨི་རན་གྱི་དེ་འདྲའི་དཔོན་པོ་དེ་འདྲས་ཀྱི་སྤུ་གུ་དེ་འདྲས་དང་པི་རྒྱག་དེ་འདྲས་ཨ་རི་ནང་བསྡད་རྗེས་ནས་བྱ་བ་སྡུག་ཅག་བྱེད་དེ་ངས་དེ་འདྲས་པི་ཐོག་མ་མར་ཤར་བ། འདི་སྔོན་ལྟས་ན་ཨ་ཏིར་ཤ་ལ་ཅིར་ཅཱ་ནི་ལ་ཞུ་དུ་ཨ་རི་ན་ལོ་རྫུན་མ་ཆོག་ཅིག་བཟོས་པ་ཡིན་ས་མ་པི་བི་ཡིན་གསུངས་ཤག་ཚོས་དྲ་ཚིགས་ཞུ་དུ་ཡུ་ཨེ་སི Department of State ལ་ཞུ་དུ་འོང་འདི་ག་ལ་མཉམ་སྤྱོད་གནང་ཤག་ལ་ནི་རྒྱལ་སྤྱིའི་ས་ཁང་ནང་ལས་སྙི་མང་གི་དམར་སྤྱི་གྲོང་ཚ་ཀྱོག་འདིའི་པིང་རྒྱག་འཇུས་པ་རེད་བྱས་རྗེས་སྐད་གྲགས་ཆེན་པོ་ཞུ་ཆག་ཤག་འོང་འདི་འདྲ་ཨ་རི་དང་འབྲེལ་བའི་གསང་རྒྱུ་ཟབ་པོ་ཞུ་དུ་ཞུས། ཨ་ཏི Germany དང་འབྲེལ་བའི་གསང་རྒྱུ་ཞུ་དུ། ཞང་མི་ནི་ན་ལོ་ལ་སྲིད་ཇུས་གསར་པ་ཅིག་བཟོས་གནང་བྱས་ཡིན་ན་ཕོ་ཁྱོ་ག་ཟེར་བ་ཕོ། ལོ་བཅུ་བདུན་ནས་བྱས་བཞི་བཞེས་ལྔ་སྤར་རུ་ལ། གལ་སྲིད་ཕྱི་རྒྱལ་ལུང་པ་ལ་རྒྱུན་རིང་བོ་བསྡད་པ་ཡིན་ནར་ད་ཁོང་ཚོའི་གི་གཞུང་ནས་ཡིན་ན་ཆོག་མཆན་བྱེད་དགོས་རེད། ད་དེ་ཁྲིམས་གསར་པ་ཅིག་བཟོས་གནང་དགོས་གི་རྒྱུ་མཚན་གར་དུ་ལབ་ཡིན་ན་དམིགས་བསལ་གི་སྐྱེས་པ་ལོ་བཅུ་བདུན་ནས་བྱས་བཞི་བཅུ་བཞེས་ལྔ་སྤར་རུ་ལ་ཡིན་ན་ཇར་མ་ནི་ན་ལོ་ལ་དམག་གི་ཨ་ནི་ཞབས་སྤྱི་ཅིག་བཞུགས་རེད། ཉིས་སྟོང་གྱ་མི་ཉིས་རྩ་དྲུག་གི་སྤྱི་ཟླ་དང་པོ། ཇར་མ་ནི་གི་གཞུང་སྒེར་པ། ཁྲིམས་འཆར་གསར་བ་བཟོས་ན་ཤ་ཏི་ཨིན་རྒྱ་ནག་གཞུང་ནས The Military Service Modernization Act ཟེར་བ་དེང་དུས་ཀྱི་དམག་གི་ཞབས་ཞུ་ལ་ནི་གསར་བ་བཟོས་ན་ཤ། འོང་དེ་ཡིན་ན་སྐྱེས་པ་ལོ་བཅུ་བདུན་ནས་བཞི་བ་ཞེ་ཡང་བ་དོ་ཡིན་ན་དམག་གི་ནང་ལོག་ལ་སྦྱོང་བརྡར་ཅིག་བྱེད་འོ་རེད་ཟེར་བ་དམག་མི་ནང་ཞུགས་འོ་རེད་གསུངས་ཤ། དེ་ཞུགས་འོས་དེ་ཡིན་ན་ད་ལྟའི་གོ་ལའི་གི་རྙོག་འཛིང་ཆེན་པོ་ཆེ་ཆེ་དམིགས་བསལ་གྱིས་ར་ཤ་ཡ་དང་དེ་ཚོས་ཀྱི་གནོན་ཤུགས་ཅིག་སླེད་དེ་འོ་ར་ཡུག་ཀེ་རིན་ལ་དམག་བརྒྱབ་འདི་བྱེད་དུས་བརྩམས་པས་ཡིན་ན་བྱས་ཙང་ཁོ་ཚོའི་ངོས་ནས་གྲ་སྒྲིག་ཨང་གསར་བྱས་བྱས་ཡིན་ན་ཕོ་ཁྱོ་ག་དེ་ཚོ་ལ་དམག་སྦྱོང་བྱེད་དགོས་རེད་བྱས་བྱས་མཉམ་སྤྱོད་གནང་ཤགས་ཁྲིམས་གསར་པ་བཟོས་ཤགས། འཇར་མ་ནི་གྱི་བདེ་སྲུང་བཀའ་བློན་གྱི་རྒྱལ་སྤྱིའི་གསར་ཁང་ག་གར་མཉམ་སྤྱོད་གནང་དོར་ལབ་ཡིན་ན་སྐྱེས་པ་ལོ་བཅུ་བདུན་ནས་བཞི་བཞི་ཡང་པ་རུ་དེ་ཚོ་སྦྱོང་བརྡར་སྤྲད་རྗེས་ར་གེ་སིས་དམག་བྱུང་བ་ཡིན་ནར་ད་ནི་དམག་བརྒྱབ་ཆོག་ཆོག་ཅིག་མི་དཀོན་པོ་བཞག་ཡོང་གི་རེད་གསར་བ་དམག་སྐབས་སུ་ཡིན་ན་བྱས་ཙང་ཁོ་ཚོ་ལ་སྦྱོང་བརྡར་སྤྲད་བྱས་ཡིན་ན་ཁོ་ཚོའི་ཡིན་ན་གལ་སྲིད་མི་ཉུང་དྲག་འདི་བྱུང་བ་ཡིན་ན་དམག་བརྒྱབ་ཆོག་ཆོག་ཤོར་བ་འོང་དེ་འདྲས་ཅིག་གྲ་སྒྲིག་བྱེད་འོག་འདུག་སོང་འདི་རྐྱེན་བྱས་ཡིན་གསུངས་ཤག། ཉིས་སྟོང་གྱ་མེད་ཉིན་གཙགས་དྲུག་གི་སྤྱི་ཟླ་དང་པོའི་ཚེས་གཅིག་གི་ཉིན་མོ་དེ་ལ་དམག་དང་འབྲེལ་བ་ཡོད་པའི་ཞབས་ཞུའི་གི་ནི་ཨོ་ལེ་ཆ་ལེ། འཇིགས་ཤིག་ཅིག་བཟོས་ནང་དུ་བ་ཁྲིམས་ཤིག་ཅིག་ཁྲིམས་ཤིག་འདིའི་ནང་ལོགས་ལ་ཉིས་སྟོང་གྱ་མི་གསུམ་བསོད་ལྔ་ཕོ་དོ་ར་བ། འཇམ་མནིའི་ནང་ལོགས་ལ་དམག་མི་ཐོད་པ་ད་ཁྲི་བཅོ་བརྒྱད་ནས་ཀྱི་ཁྲི་ཉི་ཤུ་རྩ་དྲུག་ཕོ་དོ་ཐོད་པ་གོ་འདུག་གསུང་ངོ་འོང་དེ་རྐྱེན་བྱས་ཡིན་ན་ཨ་ནི་ཕོ་གསར་དེ་ཚོ་དམ་ཡས་དང་དམག་མི་མང་བཏང་ཡང་ཆེད་དུ་ཡིན་གསུང་ཤག་འོང་དེ་འདྲའི་འཇམ་མནི་དང་འབྲེལ་བའི་གསང་རྒྱུགས་ཞུ་དུ་ཞུ་ཡ་ཡིན། དམག་མི་བསྡུ་ཡས་ཀྱི་དུས་ཚོད་འདི་སྤྱི་ཟླ་བཞི་པ་ནས་འགོ་བཙུགས་པ་རེད་ས་ད་ལྟའི་ཆ་ནས་ཡིན་ན་ཐའི་ལེན་ནང་ལོགས་ལ་དམག་མི་བསྡུ་ཡས་འགོ་བཙུགས་ཏེ་བཞག་ཟེར་བ་དེ་ཡིན་ན་སྤྱི་ཟླ་བཞི་པའི་ཚེས་གཅིག་ནས་སྤྱི་ཟླ་བཞི་པའི་ཚེས་བཅུ་གཉིས་བར་དུ་རེད་ཤར་བ་ནི་ཐའི་ལེན་གྱི་རྒྱལ་པོའི་ཀྱི་དམག་མི་ཞེས་བཏོགས་ཨ Royal Thai Army ལོས་ཁོ་ཚོས་ཨ་ནི་བྱེད་སྒོ་དེ་བྱེད་སྒོ་ལོགས་རེད་དམག་མི་བསྡུ་ཡས་འབྱོར་བ་འོང་འདི་ག་ལ་ཨ་ནི་བ་ལས་ཆ་འདི་ག་རྒྱན་གྱི་བོ་རེད། དམག་མི་བསྡུ་ཡས་ཀྱི་འགོ་གཙོ་ཡས་འདི་བེང་ཀོག་ནས་ཆས་ཡིན། ཐའི་ལེན་ན་ལོ་ཡོད་པའི་ས་ཆ་མང་པོ་ཅིག་ན་ལོ་ལ་དམག་མི་བསྡུ་ག་འགྲོ་བོ་རེད། དམག་མི་བསྡུ་དུས་ཙམ་པའི་དམག་མི་ཆས་ཡས་ལ་ཡིན་ན་ཡིན་གཅིག་མིན་གཅིག་ལོ་གཉིས་རྩ་གཅིག་གཟིམ་ཚ་བ་ཅིག་ཆས་བོ་འདུག་ཟེར་བ། སྤྱི་ལོ་གཅིག་སྟོང་དགུ་བརྒྱ་དགུ་བཅུ་གོ་བདུན་ནས་ཆས་ཉིས་སྟོང་བཞི་བོ་དང་སྐྱེ་སྐྱོ་ཆས་ལོ་གཉིས་རྩ་གཉིས་ནས་ཆས་ལོ་གཉིས་རྩ་དགུ་བར་རུ་ལ་ཅིག་ཆས། ཉིས་སྟོང་ལྔ་ནས་ཆས།

བསྡུ་རུབ་བྱས་པ་ལས་རེས་གསར་པ་འདམ་ག་ནི་བུ་དེ་ཚོ་ཡིན་ན་བུད་མེད་ཀྱི་ཆད་དཔེ་ཅེས་ར་བ་གོ་བ་གོན་བྱས་འོང་དེ་འདྲས་རེས་ཐའི་ལན་ན་ལོ་ལ་ར་བ་བུ་འདྲས་དུག་ལོ་འདྲས་དམར་བོ་འདྲས་གོན་བྱས་ར་བ་མཛེས་བཟོ་བྱས་བྱས་ན་ཐའི་ལན་གྱི་དམག་མི་ཕྱེད་ཀ་ལས་རེས་དེ་ནས་བུ་ཁ་ཤས་ཡིན་ན་སྟོད་པས་ཁྱི་བྱས་ར་བ་ནི་དོང་ལ་མཛེས་བཟོ་བྱས་བྱས་དམག་མི་ལ་ལས་ཤ་ཟ་འདམ་ག་ཕྱེད་ཀ་འོང་དེ་འདྲས་ཐའི་ལན་ད་དྲི་བའི་ཆོབ་ཚ་བའི་གནས་ཚུལ་ཞུ་དུ་ཞུ་ཡས་ཡིན། བལ་ཡུལ་དང་འབྲེལ་བའི་གསར་འགྱུར་གསར་བ་ཞིག་འདུག། ཡུལ་ནང་ལོ་པོག་ར་ལས་དེ་ལ་ཁོ་རང་ཚོས་ཀྱི་ཀྲུག་གི་ཁང་ཞིག་འདུག་རེད་པ་ཀྲུག་གི་ཁང་དེའི་མིང་ལ Water Font Resort Nepal ཟེར། འོན་ཏེ་ཆུ་སྐྱེལ་ས་དེ་འདྲའི་མང་པོ་ཞིབ་རྒྱུ་བཟོས་ཡོད་རེད། དམིགས་བསལ་གྱི Resort ཟེར་བ་ཀྲུག་གི་ཁང་དེའི་མདུན་ལ་ཡིན་ན་ཆུ་ཆེན་པོ་ཞིབ་རྒྱུ་ཡོད་རེད། འོན་ཏེ་ཁོ་ཚོས་ཆུ་སྐྱེལ་ས་བཟོས་སྐྱོར་དེ་ཡིན་ན་ཁྲིམས་འགལ་གྱི་ས་ཆ་གཅིག་ལ་ཆགས་ཏེ་བཞག་གཞུང་གི་ས་ཆ་འོན་ཏེ་སྐྱེལ་བྱས་ཡིན་ན་ཨ་ནི་ཁོ་ཚོའི་གི་ཆུ་རྒྱལ་སའི་གི་ས་ཆ་འདི་གི་ཆ་ཤས་ཅི་ཡིན་ན་བལ་ཡུལ་གི་ཉེ་རྟོག་པས་ནི་ཁི་སིང་ཞོ་སྐད་རེས་པན་པའི་ཞོ་སྐད་ལ་ཡིན་ན་ཤིས་ཅུ་ཤ། ཡུལ་ནག་ལོ་ལ་ཁྲིམས་འགལ་གི་ཁང་པ་རྒྱབ་བཞག་སྐྱོར་ཡོད་རེད་པ། དམིགས་བསལ་གི་ཁང་པ་རྒྱབ་ཅེས་ཡིན་ན་ཤུ་གུ་མས་སྐྱོར་བྱས་རེད་པ། ད་ལྟ་དཔའ་བ་ལེགས་ལས་ཞུ་འདུག་རེད་པ་ཕི་གི་མཚོ་ཞིག་འདུག་མཚོ་དེ་ཡིན་ན་ད་ལྟ་བལ་བོད་གི་རྒྱལ་ཁབ་གི་སྲུང་སྐྱབ་བྱས་གི་མཚོ་ཅིག་ཆགས་བསྡད་ཡོད་རེད་ས་རེད་པ། བལ་ཡུལ་གི་གཞུང་དང་ཆེས་མཐོའི་ཁྲིམས་ཁང་གིས་བཀའ་གར་བཏང་འདུག་ལབ་ཡིན་ན་སྲུང་སྐྱབ་བྱེད་སའི་གི་ས་ཆ། ཨིན་རྒྱ་ན་ཞུགས་ན་པོར་ཅེག་ཅེག་ཛུན་སིའུ་ཏོག་འོན་ཏེ་མི་ཁྲག་དྲུག་ཅུ་རེ་ལྔ་གི་རྒྱང་ཐག་འབྱོར་བ་འོན་ཏེ་ཡོད་པའི་ས་ཆ་དེ་ཚོ་ལ་ཁང་པ་དེ་ཚོ་ད་ག་རེ་ཡིན་ན་ལས་ཤེས་འུ་རེད་བྱས་བྱས་བཀའ་བཏང་བ་རེད་བསམ་འོན་ཏེ་འདྲེ་བལ་ཡུལ་དང་འབྲེལ་བའི་གསང་རྒྱུ་གསར་བ་ཞིག་འདུག། དང་བོ་སྔོན་དང་གུས་མོས་མཉམ་སྤྱོད་ཞུས་པ་ན་ཤེས། ཨ་རིའི་གི་དམག་གི་གནམ་གྲུ F fifteen ལས་ཞུ་ཏོག་བཅོ་ལྔ་དེ་ཨི་རན་གི་བམ་ཞུས་བྱས་ག་ནས་བ་ལ་ཟ་ཏོག་བཟའ་དུས་ཙམ་པ་ཡིན་ན་གནམ་གྲུ་བཏང་ཉེན་གཉིས་ཡོད་རེད་ཟེར་བ་གཉིས་ནས་གཅིག་དེ་སྐྱབས་ཐུག་བྱ་ཟེར་བ་ཁུ་ཉེན་གཉིས

ཨ་རིག་གི་གནམ་གྲུ་བཏང་ཉེན་ཡོད་རེད་པ་དམག་གི་གནམ་གྲུ་བཏང་ཉེན་འཇུ་ཐུབ་ཡིན་ན་དེ་ཚོ་ལ་འཇུ་ཐུབ་ན་ད་བྱ་དགའ་སྤྲེལ་ཡིན་ལ་ཤ་གེ་སྲིད་ཨ་རིག་གི་གནམ་གྲུ་བཏང་ཉེན་གཅིག་ད་ལྟ་གང་སོང་ཆ་མེད་དུ་ཕྱིན་པ་རེད་ཟེར་བ་འོང་དེ་འཇུ་ཐུབ་ན་ད་ཨ་རིག་གི་གྲོ་ལོད་ཁྲི་དྲུག་སྤྲེལ་ཡིན་བྱས་ཁོ་རང་ཚོས་ཀྱི་ས་ཁང་ནང་མཉམ་སྤྱོད་བྱས་དེ་ཤ་བྱས་ཙང་ཨ་ནི་རྒྱལ་སྤྱིའི་ས་ཁང་དང་ཨ་ནི་སྤྱི་ཚོགས་ཁྲ་ལམ་ནང་ལས་ག་རུ་མཐོང་ཡང་དུ་ལབ་ཡིན་ཨི་རན་གྱི་མི་འདྲེ་དར་ཅོག་གིས་བྱས་རེད་པ་ཁོང་ཚོས་རྒྱལ་དར་གིས་བྱས་ཡིན་ན་ཨ་རིག་གི་གནམ་གྲུ་བཏང་ཉེན་འཇུ་བ། ཚད་དགག་དྲུག་ཡོད་འཇུག་དགག་དྲུག་ཡོད་བཤད་རྗེས་ཁོང་ཚོས་ནི་མཉམ་སྤྱོད་བྱས་ཏེ་བཞག་སོང་དེ་འདྲའི་ཨ་རིག་གི་གནམ་གྲུ་དང་གཉེན་ཉེ་འདུག་གཅིག་དེ་གངས་སུ་ཆ་མེད་དུ་ཕྱིན་པ་རེད་བཤད་རྗེས་གསང་རྒྱུགས་འདྲ་ཞུ་འདུག་ཞོན་ཡིན་ས་བ། དེ་སྲིད་ཚེ་ཁྲོམ་གྱིས་ཁོ་རང་གི་ཨེག་སི་ག་ལ་ག་རེ་མཉམ་སྤྱོད་གནང་འདུག་ལབ་པ་ཡིན་ན་ཨི་རན་ལ་རེད་བ། དྲན་པ་མ་བརྗེད་ངས་ཁྱེད་ཚོ་ལ་ཉིན་མོ་བཅུ་སྤྲད་པ་ཡིན་ད་རེད་བ། གྲོས་མཐུན་གཅིག་བཞག་ཡ་ལ་ཡ་སྨྲས་པ་ཡིན་ན།

Glory to be God ཟ་ཨན་སྲིད་འཛིན་ཁྲོམ་རྒྱལ་འོང་འདི་འདྲས་ཅིག་ཨེགས་ཀ་མཉམ་སྤྱོད་བྱེད་ཤ། དེ་རིང་མཉམ་སྤྱོད་ཤོད་ཀྱི་གསང་རྒྱུ་ཐ་མ་དེ་བལ་བོད་ཀྱི་ཉེན་རྟོག་པའི་རེད་པ་ཤང་སྒར group ལས་ཞུ་དོག་ཚོགས་པོ་ཞུ་དོག་དེ་གི་ཚོགས་གཙོ་གཞོན་པ་ཡོད་མ་རེད་མིང་ལ་སུལ་བ་ཨར་ཀོ་ཨར་ལི་འོང་འདི་ཡང་འཛིན་བཟུང་བྱེད་ཤ་དེ་རིང། མི་དེ་འཛིན་བཟུང་བྱེད་དགོས་པའི་གི་རྒྱུ་མཚན།